ནས་ད་རྫོགས་པ་ཆེན་པོའི་ཏིང་འཛིན་ད་ཁྱོད་ཀྱི་ད་ན་བླ་མ་གཉིས་པ་དེ་སློབ་དཔོན་འཇམ་དཔལ་བཤེས་གཉེན་ཆགས་དེ་ཡོད་རེད་ད་སློབ་དཔོན་འཇམ་དཔལ་བཤེས་གཉེན་དེ་རྣམ་ཐར་རྟོགས་རྟོགས་སུ་མ་འདྲ་བ་མི་འདྲ་བ་མི་འདྲ་བ་དེ་འདྲ་མང་པོ་ཡོང་གི་འདུག་དཔེར་ན་མཁས་དབང་གུ་རུ་བཀྲ་ཤིས་ཁོང་རང་གིས་མཛད་པའི་སྔ་འགྱུར་རྙིང་མའི་ཆོས་འབྱུང་བརྒྱད་པ་དེའི་ནང་ལ་གསབ་ནོར་བཏང་བ་ཡིན་ན་ཡང་ཡག་གི་མ་ཧཱ་ཡོ་ག་གི་དེ་ནས་གྲུབ་མཐའི་ནང་ནས་འཇམ་པ་སྐུ་ཡི་ཆོས་སྐོར་འབབ་བསགས་ཀྱི་དེ་ནས་སློབ་དཔོན་འཇམ་དཔལ་བཤེས་གཉེན་གྱི་རྣམ་ཐར་དེ་དང། དེའི་འོག་ནས་རྫོགས་པ་ཆེན་པོས་ཀྱི་དེ་ནས་ད་རིག་འཛིན་ད་ཁྱོད་ནང་ན་བཞུགས་པའི་དེ་ནས་སྤྲུལ་དགའ་རབ་དོར་ཅིག་སློབ་མ་སློབ་དཔོན་འཇམ་པ་ཤེས་ནི་དེ་གཉིས་ཀྱི་རྣམ་ཐར་དེ་ཚོ་ཏོག་སུ་འདྲ་གི་མི་འདུག་ཡབ་ཡུམ་དེ་ཚོ་ཚེ་འདི་ཚོ་ཏོག་སུ་འདྲ་གི་མི་འདུག་དེ་འདྲའི་ཕྱག་དེ་བཞག་དེ་ག་ནང་བཞིན་གྱི་དེ་ནས་ད་མཁས་དབང་གུ་རུ་བཀྲ་ཤིས་ཁོང་རང་གིས་ག་རེ་གསུངས་འདུག་ཟེར་ན། སྤྱིར་བཏང་སློབ་དཔོན་འཇམ་དཔལ་བཤེས་གཉེན་དེ་ལ་ད་རྣམ་ཐར་དེ་འདྲ་གསུམ་འདྲ་བོ་ཅིག་ཡོང་དགོས་རེད་ཟེར། རྒྱལ་པོའི་རིགས་སུ་འཁྲུངས་པ་ཅིག་རེད་ཟེར་ཅིག་དང། དེ་ག་ནང་བཞིན་གྱི་བྲམ་ཟེའི་རིགས་སུ་འཁྲུངས་པ་རེད་ཟེར་ཅིག་དང། རྫུས་སྐྱེས་ཀྱི་རིགས་སུ་འཁྲུངས་པ་རེད་ཟེར་ཅི་ད་དེ་འདྲའི་གསུམ་ཡོང་ཐིག་ཡོད་རེད་དེ་ད་དུ་ཚེ་སྲོག་གི་སོ་སོ་སྣང་ཚུལ་ཁ་ཁ་རེད་ཟེར་མ་གཏོགས་ད་དོན་ལ་གཅིག་པ་ཡིན་པའི་བཟོ་སྒྲོབ་ཅིག་དེ་འདྲའི་གསུང་ཐིག་ཡོད་རེད་ད་དེ་ནས། ད་ད་སྐྱབས་རྗེ་དུས་མཆོག་རིན་པོ་ཆེ་ཆོས་འབྱུང་གི་ནང་ན་དེ་ནས་ད་ཡ་གི་མ་ཧཱ་ཡོ་གི་ཀའི་དེ་ནས་འཇམ་པ་སྐུ་ཡི་ཆོས་སྐོར་གྱི་འོ་དེ་སྐོར་གསུང་དུས་སྐབས་ཀྱི་སློབ་དཔོན་འཇམ་པ་བཤེས་གཉེན་གྱི་རྣམ་ཐར་དེ་ད་ཡབ་ཡུམ་དང་བཅས་པ་གསུང་ཡོད་རེད་རེད་བ། ཡིན་ན་ཡང་འོག་གི་རྫོགས་པ་ཆེན་པོའི་དེ་ནས་སྐོར་དེ་ནས་གསུང་བསྡུས་ཀྱི་སྐབས་ཀྱི་སློབ་དཔོན་འཇམ་པ་ཤེས་གཉིས་ཀྱི་རྣམ་ཐར་དེ་ནང་ན་དམིགས་བསལ་རྫོགས་ཆེན་དང་འབྲེལ་བ་ཡོད་པའི་དེ་ནས་ལོ་རྒྱུས་དེ་གསུངས་ཡོད་མ་རེད་དོ། ཁོང་རང་གི་ཡབ་ཡུམ་དེ་ཚོ་གསལ་ཁ་གསུངས་ཡོད་མ་རེད། དེ་ཡིན་དུས་བརྩམས་པ་ལ་དུས་མཆོད་རིན་པོ་ཆེ་ཡང་ཕལ་ཆེར་དོན་ལ་ཕར་འདིར་ཁོ་ཚོས་མང་ཆེ་བ་ཆེ་གཅིག་པ་གཅིག་པ་འགྲོ་ཞལ་གྱིས་ཤེས་ཀྱི་ཡོད་ས་རེད་དེ་འདྲའི་དྲན་གྱི་འདུག་རེད་བ། དེ་ཡང་རྫུས་སྐྱེས་ཀྱི་འཇམ་པ་ཤེས་གཉིས་དེ་དུས་མཆོད་རིན་པོ་ཆེ་ཁོང་རང་གི་འདི་ལ་འཇམ་པ་ཤེས་གཉིས་ཕྱི་མ་གཟིགས་ཀྱི་ཡོད་རེད་ཟེར་ཕྱིས་སུ་འཇམ་པ་ཤེས་གཉིས་དེ་ཡང་རྫུས་ནས་ཅིག་འཁྲུངས་པ་རེད་ཟེར་དེ་སྤྱི་བཏང་ཁོང་རང་གི་སྤྲུལ་པ་འདྲ་བོ་ཅིག་རྣམས་བཀོད་པ་ཅིག་ཏུ་ཡིན་ས་རེད་ཡིན་ན་ཡང་ཕྱིས་སུ་ཡང་བཟོས་ནས་ཅིག་འཁྲུངས་པ་རེད་དེ་དུས་སྐབས་དེ་ལ་རྗེ་འབའ་ཞལ་གཉིས་ཕྱི་མའམ་རྗེ་འབའ་ཞལ་གཉིས་གཉིས་པ་བཞུགས་ཀྱི་ཡོད་རེད་ཟེར་ཏེ་དོན་གཅོད་རིན་པོ་ཆེ་ཁོང་རང་གསུངས་ཞེས་རེད་བ་དེ་དུས་སྐབས་སུ་རྣམ་ཐར་ཡབ་ཡུམ་འདི་ཚོ་རྟོགས་སུ་རྟོགས་སུ་འདྲ་གི་མི་འདུག་སྟེ་ཡིན་ན་ཡང་དོན་ལ་ཕལ་ཆེར་གཅིག་པ་ཡིན་ས་རེད་བསམ་བསམ་ཞིག་དེ་འདྲའི་ཅིག་ཡོང་སྟེ་འདུག་ད་ད་ལྟ་ངའི་སྐབས་སུ་བར་པ་རྫོགས་ཆེན་གྱི་སྐབས་སུ་ཡིན་དུས་སྐབས་སུ་མཁས་དབང་གུ་རུ་བཀྲ་ཤིས་ཀྱིས་དེ་ནས་རྫོགས་ཆེན་གྱི་དེ་ནས་ད་སྐབས་སུ་དེ་རྗེ་འབའ་ཞལ་གཉིས་རྣམ་ཐར་ག་རེ་གསུངས་ཡོད་པ་ད་དེ་མ་ལས་ཅིག་བཞུགས་ཡིན་དེ་གཞིར་བཞག་བྱས་པ་ཡིན་ན་ཁོང་རང་འཁྲུངས་ཡུལ་དེ་རེད་བ་སློབ་དཔོན་འཇམ་པ་ཤིང་འཁྲུངས་ས་ཀྱི་འཁྲུངས་ཡུལ་དེ་མང་ག་ཟླ་དོར་རྗེས་དེད་ཀྱི་ནུབ་ཕྱོགས་ལབ་འདུག་དེ་དུས་སྐབས་སུ་རྒྱ་གར་དོར་རྗེས་དེད་ཀྱི་ནུབ་ཕྱོགས་ལ་ལབ་འདུག་རྒྱ་གར་ནུབ་ཕྱོགས་ཅེས་ཡིན་ཟེར་དེ་མ་གཏོགས་ལུང་པའི་མིང་གསལ་ཁ་མི་འདུག་དེ་འདྲའི་ཅིག་རེད་ད་ཁོང་གི་ཡབ་དང་ཡུམ་འདྲ་བོ་ཚོ་བསམ་བཏང་ན་ཡབ་བྲམ་ཟེ་དཔལ་ལྡན་སྐྱོང་དང་ཡུམ་བྲམ་ཟེ་ཀུ་ཧ་ན་ཧ་ཟེར་གསུངས་ཤག་ད་དེ་ནས་ད་ཡང་ཀུན་མཁྱེན་ཀློང་ཆེན་རབ་འབྱམས་ཀྱིས་མཛད་པའི་དེ་ནས་ཚོགས་པ་ཆེན་པོའི་ལོ་རྒྱུས་འོད་ཀྱི་ཕྲེང་བ་ནང་ན་ག་རེ་གསུངས་ཡོད་རེད་ཟེར་ན་ཡབ་བྲམ་ཟེ་ལེགས་ལྡན་སྟོན་པ་དང་ཡུམ་སྣང་བ་ཁྲོས་མ་གསུངས་ཡོད་རེད་དེ་དུས་སྐབས་སུ། ཡབ་ཀྱི་མཚན་འདི་ཚོ་ཏོག་སུ་གྲག་གི་མི་འདུག་རོ། ད་དེ་ཡིན་དུས་སྐབས་སུ་སློབ་དཔོན་འཇམ་པ་ཤེས་གཉིས་འདི་གཉིས་གཅིག་པ་ཡིན་པ་དེ་ག་འདྲས་བྱས་ན་ཧ་གོ་གི་འདུག་ཟེར་ན། མཁས་དབང་གུ་རུ་བཀྲ་ཤིས་ཀྱིས་མཛད་པའི། དེ་ནས་ཡ་གིས་དེ་ནས་མ་ཧཱ་ཡོ་གི་གིས་དེ་ནས་གྲུབ་གཏད་ཀྱི་ནང་གི་དེ་ནས་འཇམ་པ་སྐུ་ཡི་ཆོས་སྐོར་འབབ་ས་ཀྱི་དེ་ནས་སློབ་དཔོན་འཇམ་པ་ཤེས་གཉིས་རྣམ་ཐར་གསུང་དུས་སྐབས་སུ་ཡུམ་སྣང་བ་ཁྲོས་མ་གསུངས་ཡོད་རེད། དེ་ག་ནང་བཞིན་གྱི་ཀུན་མཁྱེན་ཀློང་ཆེན་རབ་འབྱམས་ཀྱི་རྫོགས་ཆེན་གྱི་དེ་ནས་བསྟན་པ་འབབ་ས་ཀྱི་སློབ་དཔོན་འཇམ་པ་ཤེས་གཉིས་རྣམ་ཐར་གསུང་དུས་སྐབས་སུ་ཡང་ཡུམ་སྣང་བ་ཁྲོས་མ་གསུངས་ཡོད་རེད་དེ་ཡིན་དུས་སྐབས་སུ་སློབ་དཔོན་འཇམ་པ་ཤེས་གཉིས་ཁོ་རང་རྣམ་ཐར་རྡོག་རྡོག་སུ་མི་འདྲ་བ་རེད་མ་གཏོགས་དོན་ལ་གཅིག་པ་ཡིན་པ་དེ་དེ་རང་གི་ཕན་ཕྱིར་ཧ་གོ་གི་འདུག་བསམ་བསམ་རེད་བ་དེ་འདྲས་ཞིག་འདུག་མཁས་དབང་གུ་རུ་བཀྲ་ཤིས་ཀྱིས་ཡབ་བྲམ་ཟེ་དཔལ་ལྡན་སྐྱོང་དང་ཡུམ་བྲམ་ཟེ་ཀུ་ཧ་ནའས་ཀུན་མཁྱེན་ཀློང་ཆེན་རབ་འབྱམས་ཀྱིས་ཡབ་བྲམ་ཟེ་ལེགས་ལྡན་སྟོན་པ་དང་ཡུམ་སྣང་བ་སྒྲོལ་མའས་ད་དེ་འདྲས་ཞིག་གསུངས་ཤའོ་ད་དེ་རེད་ཁོང་གི་ཡབ་ཡུམ་དེ། ད་ཁོང་གི་བླ་མི་གཙོ་བོ་དེ་སྤྲུལ་སྐུ་ག་རབ་གཏོར་གྱི་ཕྱག་ཐིག་ཡོད་རེད་སྤྱི་དང་ད་ཁོང་རང་བླ་མ་མང་པོ་ཡོད་རྒྱུ་རེད་བ་ཡ་སློབ་དཔོན་འཇམ་པ་ལྷས་ཉན་ཟེར་དེ་ད་གཅིག་པུ་མཚན་སྙན་གྲགས་ཆེན་པོ་རེད་བླ་མ་མང་པོ་ཡོད་རྒྱུ་རེད་དེ་ཡིན་ན་ཡང་སྐབས་སུ་བབ་པ་ཚོགས་པ་ཆེན་པོ་གི་དེ་ནས་ད་ཆོས་གསུང་མཁན་གི་ད་བླ་མི་གཙོ་བོ་དེ་སྤྲུལ་སྐུ་ག་རབ་གཏོར་གྱི་ཕྱག་དེ་ཡོད་རེད། དེ་ནས་སློབ་དཔོན་འཇམ་དཔལ་ཤེས་གཉེན་ཁོང་རང་གི་སློབ་མི་གཙོ་བོ་འདྲ་བོ་ཅིག་བསམ་བཏང་བ་ཡིན་ན་སློབ་མི་གཙོ་བོ་ད་རྫོགས་པ་ཆེན་པོའི་སློབ་མའི་གཙོ་བོ་དེ་རིག་འཛིན་ཤེས་རིག་སྲིད་ང་རེད་རེད་བ་རྫོགས་པ་ཆེན་པོའི་བསྟན་པ་བསྟན་ས་དེ་རིག་འཛིན་ཤེས་རིག་སྲིད་ང་ཆགས་བསྡད་ཡོད་རེད་དེ་ག་ནང་བཞིན་གྱི་ད་མ་ཧཱ་ཡོ་གའི་ནང་ན་ཡོད་དེ་གི་ཡོད་རེད་བ་ཁོང་སློབ་དཔོན་འཇམ་དཔལ་ཤེས་གཉེན་ད་མ་ཧཱ་ཡོ་གའི་ཆོས་སྐོར་དེ་ཚོ་གསུང་ས་གུ་རུ་རིན་པོ་ཆེ་དང་གེགས་བུ་དོར་བྱེད་བཅས་ད་དེ་འདྲའི་གི་སློབ་མ་ཡང་ཁོང་རྣམ་པ་ཡང་དེ་འདྲ་ཆགས་བསྡད་ཀྱི་འདུག་དེ་དེ་ད་སྔགས་གསར་མ་ཟེར་ན་རེད་སྔགས་རྙིང་མ་ཡང་རེད་ཐུན་མོང་རེད་དཔེར་ན་ད་གསང་འདུས་ལ་སོགས་པ་ད་དེ་ཚོ་གི་ནང་ནས་སློབ་དཔོན་སངས་རྒྱས་ཡེ་ཤེས་དེ་ཡང་དེ་ནས་ད་སློབ་དཔོན་འཇམ་པ་ཞེ་གཉིས་ཀྱི་སློབ་མ་ཡིན་པ་དེ་འདྲའི་གསུང་གི་འདུག་བ་དེ་འདོད་སྐབས་སུ་སློབ་དཔོན་སངས་རྒྱས་ཡེ་ཤེས་ཡང་དེ་ནས་ཁོང་གི་སློབ་མ་ཆགས་དེ་གི་རེད་ད་སློབ་དཔོན་སངས་རྒྱས་ཡེ་ཤེས་དེ་སྐབས་རེ་རིང་སུ་ཤི་རེ་སུ་ང་རེད་གསུང་མཁན་ཡང་ཡོད་རེད་ཟེར་སློབ་དཔོན་སངས་རྒྱས། ཡེ་ཤེས་དང་རིག་འཛིན་ཤེས་རིག་སིལ་ངག་རྣམ་ཐར་དེ་ཡང་ཕྱོགས་གཅིག་ན་ཡང་འདྲ་བོ་འདྲ་དེ་འདྲ་ཡོང་ཐེངས་ཡོད་ས་རེད་དེ་ཡིན་དུས་སྐབས་སུ་དེ་ནས་ད་ཡང་སློབ་དཔོན་སངས་རྒྱས་ཡེ་ཤེས་དེས་སློབ་དཔོན་རིག་འཛིན་ཤེས་རིག་སིལ་ངག་རང་རེད་དེ་འདྲ་གསུང་མཁན་ཡང་ཡོད་རེད་དེ་འདྲས་གསུང་གི་འདུག་ཨོ་དེ་འདྲས་ཆགས་ཐེངས་ཡོད་རེད་དེ་གཅིག་རེད། དེ་ནས་ཁོང་གིས་མཛད་པ་གཙོ་བོ་འདྲ་བཅུ་བསམ་བཏང་བ་ཡིན་ན་དེ་ནས་ཁོང་སྤྱིར་བཏང་སྐུ་ཚེ་སྟོད་ལ་དཔེ་མི་སྲིད་དགེ་སློང་མཁས་པ་ཞི་རག་ཆེ་རེད་ཀྱང་པཎ་ཏྲི་སྟ་དེ་འདྲས་མཁས་པ་དཔེ་མི་སྲིད་ཆེ་རེད་འདུག་ཁོང་རང་ལ་དེ་ནས་རོགས་པ་པཎ་ཏྲི་སྟ་འཁོར་ཁོ་རང་དགེ་སློང་ལྔ་བརྒྱ་དེ་འདྲས་ཡོད་ཐེངས་ནས་དཔེ་མི་སྲིད་དཔེ་ཏྲི་སྟ་མཁས་པ་ཆེན་པོ་ཆེ་རེད་ཀྱང། ཉི་མ་གཅིག་ཁོང་ལ་འཕགས་པ་འཇམ་པའི་དབྱངས་ཀྱི་ལུང་སྟོན་བྱུང་དོ། འོ་ཁྱེད་རང་དངོས་གནས་དྲང་ནས་ཚེ་གཅིག་ལུས་གཅིག་ལ་སངས་རྒྱས་ཉིད་འགྲོ་གི་ཡོད་ན་ནུབ་ཕྱོགས་ཨུ་རྒྱན་ཡུལ་ལ་འགྲོ་གོར་དཱ། ཨུ་རྒྱན་ཡུལ་གྱི་དེ་ནི་ད་མཚོ་སྐུ་བཀྲིས་ན་རེ་མཚོ་ད་ན་བསྐོ་ཤ་ན་དེའི་འགྲམ་ན་སྤྲུལ་བའི་སྐུ་ག་རབ་དོར་ཅེས་ཟེར་ཅི་ད་རྫོགས་པ་ཆེན་པོ་ཆོས་སྟོན་དགོས་རེད་ཁྱེད་རང་དེ་ཡི་སྐུ་མདུན་ལ་བཅར་དགོས་རེད་རྫོགས་པ་ཆེན་པོའི་ཆོས་ཞུ་དགོས་རེད་ཁྱེད་རང་ཡང་རྫོགས་པ་ཆེན་པོའི་བསྟན་པའི་བདག་པོ་རེད་དེ་འདྲའི་ལུང་འདི་གནང་བྱས་དེ་ནི་ད་ཁོ་རྫོགས་པ་ཆེན་པོའི་ཆོས་ཞུ་ཡ་བྱེད་དུ་ཨུ་རྒྱན་ཡུལ་དུ་འགྲོ་ཡ་དེ་འདྲའི་འཆར་གྱིས་གནང་བསྡད་ཡོད་རེད་ད་དེ་ཡི་དུས་ཚོད་ལ་ཐུན་མོང་གི་མི་ཡི་སྣང་ངོ་ལ་ད་སྤྲུལ་སྐུ་ག་རབ་དོར་ཅེས་ཟེར་ཅིག་དཔེ་མི་གཟིགས་ཀྱི་དེ་རྫོགས་པ་ཆེན་པོའི་ཆོས་རྒྱུ་འབྲས་ལས་འདས་པའི་ཆོས་སྟོན་གྱི་ཡོད་རེད་ཟེར་ད་སྐད་གྲགས་དཔེ་མེད་དུ་ཆེན་པོ་ཡོད་ཟེར་བ་དེ་འདྲ་ཡོད་དུས་རྩམ་པ་ལ་སློབ་དཔོན་འཇམ་དཔལ་བཤེས་གཉེན་དང་དེ་ནས་ཁོང་གི་བློ་འཁོར་དཔལ་འབྲི་དང་ལྔ་བརྒྱ་དེ་ཚོ་ཚང་མ་གི་ད་དེ་འདྲ་ག་འདྲས་ཡིན་ན་ཟེར་ནང་པ་སངས་རྒྱས་ཀྱི་ཆོས་རྒྱུ་འབྲས་ལས་འདས་པའི་ཆོས་ཟེར་གྱི་ག་འདྲས་སྟོན་ཡས་ཡོད་ན་ཟེར་ད་དེ་འདྲས་ཡིན་ན་ཕན་ཚུན་འཆི་བ་མུ་སྟེགས་པ་འདྲ་ཡིན་ན་མ་གཏོགས་ནང་པ་ཡིན་སྲིད་གི་མ་རེད་ཟེར་ད་ཁོང་ཚོ་རྩོད་པ་རྒྱག་ག་འགྲོ་གི་ཡིན་ཟེར་ན་ད་ཁོང་རང་ཚོ་དཔལ་འབྲི་དང་ཚང་མ་རྩོད་པ་རྒྱག་ཡས་འགྲོ་ཡས་གྲ་སྒྲིག་བྱས་ཡོད་རེད་ཡིན་ན་ཡང་ཨུ་རྒྱན་ཡུལ་དེ་ཐག་རིང་པོ་ཡིན་དུས་རྩམ་པ་ལ་ད་དཔལ་འབྲི་དང་ཆ་ཚང་འགྲོ་ཐུབ་ཡོད་མ་རེད་སློབ་དཔོན་འཇམ་དཔལ་བཤེས་གཉེན་དང་ཁོང་གི་རོགས་པ་དཔའ་འདྲེ་ད་ལྟའང་སྔར་དྲུག་ཅིག་བྱས་གང་ལྟར་ཁོང་ཚོ་མི་བདུན་མི་བདུན་ཙམ་ཅིག་ནི་དྲུག་ག་རབ་དོར་གྱི་སྐུ་ནི་ལ་རྩོད་པ་རྩོད་བར་ཕེབས་པ་ཡིན་གསུངས་ཡོད་རེད་ད་སློབ་དཔོན་འཇམ་པ་ཤེས་ཉིན་ཁོང་རང་མིའི་འཕགས་པ་འཇམ་དཔལ་གྱི་ལུང་དོན་བྱུང་བ་རེད་དེ་ནི་ནང་ལྟར་དུ་བྱས་པ་ཡིན་ན་ད་པའི་དྲུག་ག་རབ་དོར་གྱི་རྗེས་འགག་གསུང་ཆོས་ཞུ་བར་ཕེབས་དགོས་ཡོད་རེད་ཡིན་ན་ད་ཕྱི་ཚུལ་དུ་བྱས་པ་ཡིན་ན་ད་ཁོང་རང་ཚོ་ཚང་དཔའ་འདྲེ་དང་ཚང་མ་དང་མཉམ་དུ་ད་རྩོད་པ་རྩོད་གར་འགྲོ་གི་ཡིན་ཟེར་ད་ཡང་རྩོད་པ་རྩོད་གར་ཕེབས་པ་རེད། རྩོད་པ་རྩོད་དུ་ཕེབས་ཡོང་དོན་སྐབས་སུ་ད་ཡ་གི་རུ་དྲུག་ག་རབ་དོར་གྱི་མཇལ་ཡོང་དོན་སྐབས་སུ་རྩོད་པ་རྩོད་དོ། རྩོད་པ་རྩོད་ཡོང་དུས་གངས་སུ་དྲུག་ག་རབ་གཏོར་བྱེད་དེ་དེ་དག་རྩ་བ་ཉིད་བརླག་མི་དཀའ་ཡོང་དུས་སྐབས་སུ། དེ་ནས་ཁོང་རང་ཚོ་ཚང་མར་དཔེ་འདྲི་དང་ཚང་མ་གིས་བཤགས་པ་ཕུལ། དྲུག་ག་རབ་གཏོར་བྱེད་ལ་དེ་ནས་ཆོས་ཞུས། དེའི་སྐབས་སུ་སློབ་དཔོན་དེ་ནས་འཇམ་དཔལ་བཤེས་གཉེན་གྱིས་ག་རེ་གོང་རེད་ཟེར་ན། ད་དཔེ་མི་སྲིད་ངས་ཐིགས་པ་ཞུས་བསགས་སོང་ཟེར། ཁོང་རང་གིས་ད་ཅིག་དྲུག་ག་རབ་གཏོར་བྱེད་འདི་འདྲ་བོ་ཅིག་བླ་མ་སྐྱེས་བུ་ཆེན་པོ་ཅིག་ལ་ད་རྩོད་པ་རྩོད་དུས་སྐབས་སུ་ཚིག་འདྲ་མི་འདྲ་ཞུ་ཤོར་སོང་ཟེར། ང་ད་ཐིགས་པ་དཔེ་མི་སྲིད་ཆེན་པོ་རེད་ད་ང་རང་གིས་དཔྱད་ལས་དེ་ད་གཏུབ་བཞག་གི་ཡིན་ཟེར། ར་ཁོང་རང་གིས་བརྒྱག་དེ་ཁོང་རང་གིས་གཏུབ་བཞག་གི་ཡིན་ཟེར་དཔྱད་ལས་དེ་ཁོང་རང་གིས་གཏུབ་བཞག་གི་ཡིན་ཟེར། དེ་འདྲའི་གོང་དུ། དེ་འདྲའི་གོང་ཡོང་དུས་སྐབས་སུ་མི་དྲུག་ག་རབ་རྡོ་རྗེ་ཁྱེར་ནས་ཨོ་ཁྱོད་དེ་འདྲ་བྱེད་དགོས་མ་རེད་དྭ། ཅེ་ལེ་བཏུབ་ན་ག་རེ་ཕན་ཐོག་རེད་སྡིག་པ་ག་འདྲས་བདག་གི་རེད། དེ་བས་ཁྱོད་རང་རྫོགས་པ་ཆེན་པོའི་བསྟན་པ་སྤེལ། དེ་ཡོང་དུས་སྐབས་རྫོགས་པ་ཆེན་པོའི་ཆོས་རྩོམ་རྫོགས་པ་ཆེན་པོའི་ཆོས་སྤེལ་ལ་སྡིག་པ་དག་འགྲོ་གི་རེད་དེ་འདྲས་གསུངས་འདུག་དེ་གསུངས་ཡོང་དུས་སྐབས་སུ་དེ་ནས་ད་སློབ་དཔོན་རྗེན་པ་ཞེ་གཉིས་ཀྱིས་སྤྲུལ་སྐུ་ག་རབ་རྡོ་རྗེ་ལ་ཕྱག་འཚལ་མེ་འདྲ་ཕུལ་དེ་ནས་སྔ་ཕྱིའི་རིམ་པ་བྱས་ཏེ་རྫོགས་པ་ཆེན་པོའི་ཆོས་ཆ་ཚང་བཅུ་དྲུག་ག་རབ་རྡོ་རྗེ་གི་སྐུ་མདུན་ནས་ཞུས་པ་རེད། རྫོགས་པ་ཆེན་པོ་རྒྱུད་འབུམ་ཕྲག་དྲུག་ཅུ་རྩ་བཞི་ཆ་ཚང་གཅིག་དག་ཁོང་གི་སྐུ་ནང་ནས་ཞུས་པ་དེ་འདྲའི་ཕྱག་དེ་དེ་འདྲའི་གཅིག་རེད། སློབ་དཔོན་འཇམ་དཔལ་བཤེས་གཉེན་ཁོང་གི་སྐུ་ཚེ་ནང་གི་དག་མཛད་རྣམས་གཙོ་བོའི་ནང་གི་གཙོ་བོ་འདྲ་གཅིག་བསམ་དུ་བཏང་བས་ན། སྤྲུལ་སྐུ་དགའ་རབ་རྡོ་རྗེའི་སྐུ་མདུན་ནས་ཞུས་པའི་རྫོགས་པ་ཆེན་པོ་རྒྱུད་འབུམ་ཕྲག་དྲུག་ཅུ་རྩ་བཞི་དེ། ཁོང་གི་དེ་ནས་ག་རེ་རེད་སྡེ་ཚན་ག་ཚོད་ནང་ལ་དུས་པ་རེད་ཟེར་ན་སྡེ་ཚན་གསུམ་གྱི་ནང་ལ་དུས་པ་རེད་ཟེར་ང་རང་ཚོ་རྫོགས་ཆེན་སྡེ་གསུམ་ཟེར་གྱི་ཡོད་རེད་བ་ཡ་རྫོགས་ཆེན་སེམས་སྡེ།

དེ་ནི་བྱ་བྲལ་ཟིན་གཙོ་བོ་དེ་སྤྲོས་མེད་ལས་གང་གིན་དེ་ཚོ་བྱ་བྲལ་རྣམས་ལ་དེ་ཀློང་དེས་གསུངས་པ་རེད། ད་གནད་གཙོ་བོ་མན་ངག་གནད་འགག་ངོ་མ་ལ་དེ་ལག་པ་དམར་འཇུ་བྱེད་ཐུབ་མཁན་དེ་ཚོ་ལ་ད་མན་ངག་གི་དེ་རྫོགས་ཆེན་སེམས་དེ་ཀློང་དེ་མན་ངག་དེ་རྫོགས་ཆེན་དེ་གསུམ་དེ་ཁོང་གིས་ད་ཕ་དབྱེ་བ་གནང་བ་རེད་གསུངས་ཀྱི་འདུག་བ་དེ་ག་ནང་བཞིན་ལྷག་པར་དུ་མན་ངག་གི་དེ་ཡི་ནང་ནས་ཁྱད་པར་དུ་དུས་པ་ཐིག་ལེ་རང་གནད་དུ་བབས་པ་དེ་ལ་ཁོང་གིས་སྙན་བརྒྱུད་དང་བཤད་བརྒྱུད་ཟེར་ཡག་གཉིས་བྱས་པ་རེད། ད་སྙན་བརྒྱུད་དེ་ཚོ་ཡི་གེ་ལས་བྲིས་རེ་བ་མ་བྱས་ལ་སྟབས་ད་བཤད་བརྒྱུད་དེ་ཚོ་གནས་སྐབས་ཅིག་སྤེལ་ས་རེ་བ་དང་གསུང་ས་རེ་བ་མ་རག་ཡོང་དུས་སྐབས་སུ་རྒྱ་གར་དོར་བྱེད་དན་གྱི་བྱང་ཤར་གྱི་ཕ་བོང་དོར་བྱེད་རྒྱ་གྲམ་གྱི་རྒྱས་བཏབ་པ་ཟེར་དེའི་འོག་ཏུ་གཏེར་དུ་བས་བཞག་པ་རེད་ཟེར་རེད་བ། དེ་ཡིན་དུས་སྐབས་སུ་ད་ཁོང་གིས་སྐུ་ཚེ་ནང་གི་ད་མཛད་འཕྲིན་གཙོ་བོ་དེ་ཚོགས་པ་ཆེན་པོ་ད་བཅུའི་འབུམ་ཕྲག་དྲུག་ཅུ་རྩ་ཡི་ད་སེམས་བདེ་ཀློང་དུ་མན་ངག་དེ་གསུམ་ལ་བྱས། མན་ངག་དེ་དེ་ལ་ཡང་དེ་ནས་ད་སྙན་བརྒྱུད་དང་བཤད་བརྒྱུད་ཟེར་གཉིས་བྱས་སྙན་བརྒྱུད་དེ་མཆན་ལ་བཏབ་བཤད་བརྒྱུད་དེ་དོར་བྱེད་དན་གྱི་བྱང་ཤར་ཕ་བོང་དོར་བྱེད་རྒྱ་གྲམ་གྱི་རྒྱས་བཏབ་པ་ཟེར་དེའི་འོག་ཏུ་གཏེར་དུ་བས་པ་རེད་ཟེར་ད་ཁོང་གི་སྐུ་ཚེ་གཅིག་གི་མཛད་འཕྲིན་གཙོ་བོ་རེ་བ་དེ་རེད། ད་ཡང་ལོ་རྒྱུས་ཁ་ཤས་ཅིག་ནང་ག་རེ་ཡོང་གི་ཡོད་རེད་ཟེར་ན་སློབ་དཔོན་འཇམ་དཔལ་བཤེས་གཉེན་གྱིས་སྤྲུལ་སྐུ་ག་རབས་དོར་ཅིག་མཇལ་དུས་སྐབས་སུ་འཇམ་དཔལ་གྱིས་ལུང་བསྟན་པ་ནང་བཞིན་བྱས་ན་ཁོང་དུར་ཁྲོད་སིལ་བ་ཚལ་དུ་ཕེབས་ནས་དེ་དུར་ཁྲོད་སིལ་བ་ཚལ་དུ་མཇལ་རེས་དེ་འདྲའི་གསུངས་ཡོད་རེད་ད་ཀུན་མཁྱེན་གསུང་སྟོང་རྩེ་རབ་འབྱམས་ཀྱི་ལོ་རྒྱུས་ཡོད་ཀྱི་དྲ་བ་དེ་ཚོ་ནང་ནས་དུར་ཁྲོད་ཆེན་པོ་སིལ་བ་ཚལ་དུ་མཇལ་བ་རེད་གསུངས་རེད་ད་སྤྲུལ་སྐུ་ག་རབས་དོར་ཅིག་རྣམ་ཐར་སྐབས་སུ་ཡི་སྐུ་ཚེ་སྨད་དེ་ད་མང་ཆེ་བ་ཅིག་དུར་ཁྲོད་སིལ་བ་ཚལ་དུ་བཞུགས་རེད་གསུངས་རེད་བའོ་ད་དེའི་དུས་ཚོད་ཅིག་ལ་མཇལ་བ་ཡིན་ཟེར་རེད་ད་དེ་འདྲའི་གསུང་སྟངས་མི་འདྲ་བ་རྣམ་པ་གཉིས་འདྲ་བ་དེ་འདྲའི་ཅིག་ཡོང་ཐེ་གི་འདུག་རེད་བ་དོན་ལ་གཅིག་པ་ཡིན་གྱི་རེད། ད་དེ་ནས་སློབ་དཔོན་འཇམ་དཔལ་བཤེས་གཉེན་ཁོང་རང་གི་མཚན་གྱི་རྣམ་གྲངས་འདྲ་བོ་ཅིག་བསམ་མནོ་བཏང་བ་ན་སྐུ་ཚེ་སྟོད་ཀྱི་མཚན་འདྲ་བོ་རེ་ཞིག་མང་ཆེ་བ་ཅིག་བྲམ་ཟེའི་སྙིང་པོར་གྲུབ་པ། དེ་ནས་བྲམ་ཟེ་དལ་འབྱོག་སྙིང་པོ་ཟེར་ད་དེ་འདྲའི་གསུང་གི་འདུག་དེ་ནས་ད་ཁོང་གསང་སྔགས་ལ་ཞུགས་ཡོང་དུས་སྐབས་སུ་དེ་ནས་ཕྱི་དར་དུ་སློབ་དཔོན་འཇམ་དཔལ་བཤེས་གཉེན་ནང་དར་དུ་དོར་སྤྱི་དེ་བ་ཙལ་ཟེར་དེ་དྲུག་ག་རབ་དོར་སྤྱི་ཁོང་མཚན་གྱི་རྣམ་གྲངས་དེ་བྲམ་ཟེའི་སྙིང་པོར་གྲུབ་པ་དལ་འབྱོག་སྙིང་པོ་འཇམ་དཔལ་བཤེས་གཉེན། དོར་སྤྱི་དེ་བ་ཙལ་ཟེར་ད་མཚན་གྱི་རྣམ་གྲངས་བཞི་འདྲ་བོ་ངས་མཇལ་བ་དེ་ག་ཙམ་གྱི་རེད་རེ་བ་ད་གཞན་དག་ཡང་ཡོད་སྲིད་གི་རེ་བ་ཡ་དེ་ནས་ཁོང་རང་སྐུ་གཤེགས་པའི་སྐོར་དེ་རེད་ད་སྐུ་གཤེགས་སྐུ་ཐ་མ་སྐུ་མྱ་ངན་ལས་འདས་པའི་སྐོར། སློབ་དཔོན་འཇམ་པ་ཞིག་ནས་སྐུ་མྱ་ངན་ལས་འདས་པའི་སྐོར། ད་ཁོང་སྐུ་མྱ་ངན་ལས་འདས་ཚེ་ས་ཕྱོགས་དེ་དུར་ཁྲོད་ཆེན་པོ་སོ་ས་གླིང་ཟེར་དུ། ད་ཁོང་གི་སྐུ་ཚེ་སྨད་དེ་དུར་ཁྲོད་ཆེན་པོ་སོ་ས་གླིང་དུ་མཁའ་འགྲོ་མ་དེ་ཚོ་ལ་ཆོས་སྟོན་བྱུང་ལོ་བརྒྱ་རྩ་དགུའི་བར་དུ་ཏིང་ངེ་འཛིན་ལ་བཞུགས་པ་རེད་ཟེར། དེའི་རྗེས་སུ་དེ་ཁོང་དུར་ཁྲོད་ཆེན་པོ་སོ་ས་གླིང་དུ་སྐུ་མྱ་ངན་ལས་འདས་དུ། སྐུ་མྱ་ངན་ལས་འདས་ཟིན་ད་རྗེས་ཁོ་རང་འོད་ཀྱི་ལུས་ལ་འོད་ཀྱི་ཕུང་པོར་གྱུར་ཡིན་གྱི་རེད། འོ་དེ་འོད་ཀྱི་ཕུང་པོར་གྱུར་ཡོང་དུས་སྐབས་སུ་དེ་ནས་ཁོང་རང་གི་སློབ་མའི་གཙོ་བོ་རིག་འཛིན་ཤྲཱི་རིགས་སུ་སྔགས་ཀྱི་ད་དུང་འབོད་འབོད་ཞུས་དུས་སྨྲེ་སྔགས་བཏོན་དུ་ཨ་ཙི་ཁྱེད་དེ་འདྲ་ག་འདྲ་ཅིག་ཕེབས་ཡིན་ཟེར། ང་ཚོ་དེ་ཚོ་ཆོས་དེ་ཚོ་ཅིག་ཞུ་ཡས་དེ་ཚོ་མཐར་མ་ཕྱིན་པའི་གོང་ལ་དེ་ང་ཚོ་ཉམས་ལེན་དེ་ཚོ་མཐར་མ་ཕྱིན་པའི་སྔོན་ལ་ཁྱེད་དེ་འདྲའི་སྐུ་གཤེགས་ན་ག་བ་ཡོང་གི་རེད་ཟེར་དེ་འདྲའི་དུང་འབོད་ཞུས་ཡོང་དུས་སྐབས་སུ་དེ་ནས་ཁོང་གིས་དེ་ནས་ད་ཡང་སླར་ཡང་ཡེ་ཤེས་འགྱུར་མེད་སྐུ་དངོས་སུ་མ་དེ་ནས་ཕེབས་བྱས་ནས་དེ་ནས་རིག་འཛིན་ཤ་རི་སི་ང་ལས་དེ་ནས་འདས་རྗེས་ཀྱི་གདམས་ངག་ག་རེ་བཞག་རེད་ཟེར་ན་སྒོམ་ཉམས་དྲུག་པ་ཟེར་ཅིག་བཞག་པ་རེད་ཟེར་བ་འདས་རྗེས་ཀྱི་གདམས་ངག་སྒོམ་ཉམས་ཞུ་དྲུག་པ་ཟེར་ཏེ་དེ་ནས་སུ་ཡི་ཕྱག་ལ་བབས་པ་རེད་ཟེར་ན་རིག་འཛིན་ཤ་རི་སི་ངའི་ཕྱག་ལ་བབས་པ་རེད་ཟེར་དེ་ཡིན་དུས་སྐབས་སུ་འདས་རྗེས་བཞག་པའི་རིག་འཛིན་བཞི་ཡི་ནང་ནས་གཉིས་པ་དེ། སློབ་དཔོན་འཇམ་པ་བཤེས་གཉེན་ཕྱག་དེ་ཡོད་རེ་སྐུ་བདེ་ཚར་བའི་ཆེད་ཀྱི་འདས་བྱས་ཀྱི་མན་ངག་ཞག་བཅུ་དང་ག་རེ་རེ་བས་ཟེར་ན་འདས་བྱས་ཀྱི་མན་ངག་གོམ་ཉམས་དྲུག་པ་ཟེར་ཏེ་ཕྱག་དེ་ཡོད་རེད་ད་གོམ་ཉམས་དྲུག་པ་དེ་སུ་ལ་བབས་པ་རེད་ཟེར་ན་ཁོ་རང་སློབ་མའི་གཙོ་བོ་རིག་འཛིན་ཤྲཱི་རི་སིང་ཧ་ལ་བབས་པ་རེད་དེ་ཡིན་དུས་སྐབས་སུ་ད་སློབ་དཔོན་འཇམ་པ་བཤེས་གཉེན་གྱིས་རྣམ་ཐར་མདོར་བསྡུས་ཙམ་ཞུས་པ་ན་འོ་ད་དེ་འདྲའི་ཕྱག་དེ་ཡོད་དོ།